ཐེག་ཆེན་གསུང་སེམས་ཤེས་བདུན་པ་པོ། དེ་ནས་སེམས་ཅན་ཚང་མའི་ལྟོས་འགྲུབ་ཅེས་བི་ཡ་ནམ་གཟིགས་པ་སངས་རྒྱས་གོ་འཕང་མི་ཐོབ། དེ་དེར་ཞུགས་པ་དེ་ནས་གཞུང་བཅས་ཞིང་ཨ་དང་ཀུན་སློང་རྒྱ་ཆེ་ཆུང་ཁྱད་པར་ཤར་བ་ལེན་པའི་བསམ་པ་མི་འདྲ་གསུམ་སོང། ཆོ་ག་མི་འདྲ་ནོ་ད་ཉི་ན་ཤེས་བདུན་པའི་ཆོ་ག་པོ། རྣལ་འབྱོར་གྱི་གདོད་ནས་གསུངས་ཏེ་ཡོད་ཀྱང། དེ་གར་མཚུངས་པ་རྣམས་ཀྱིས་དེ་ནི་ཞབས་བྲོ་སེམས་ཞབས་བྲོ་བཅས་བརྗོད་དེ་ནི་དེ་ནི་ཉི་ན་ཤེས་བདུན་པ་ང་དང་ནན་ཅི་ཞིག་བྱས་ནོ། དེ་ནས་ཟླ་གསང་བ་དང་ད་ཐེག་ཆེན་གསོ་སྦྱོང་བའི་སྤྱི་བ་པོ། སྡོམ་པ་པོ། དེ་ནས་ཉིན་བྱེད་ཀྱི་བེར། དེ་ནས་ཕྱོགས་གཅིག་སངས་རྒྱས་དང་བྱང་ཆུབ་སེམས་དཔའ་སོགས་མ་ལ་དགོངས་གསོལ་འཇུག་པར་བྱའོ། དགོངས་གསོལ་གསོལ་ཏེ་ས་ན་བཛྲ་བྱས་ནས། ཨོ་ཡ། དེ་ནས་ཨོ་ཏོ་བྱས་ཏེ་ཁྱད་པར་བཞི་སོང་ངམ། དེ་ནས་སྔགས་པ་པོ་ཐུབ་བསྐྱེད་འབྲས་བུའི་ཁྱད་པར། ད་ཉེ་གནས་གཅིག་པའི་སྡོམ་པ་ཧྲུང་ནཱ་ག་ཏོ། ང་དང། ཐར་པ་ཐོབ་བའམ། འཁོར་བའི་ནང་ནས་ཐར་ཏེ་དེ་ཉན་ཐོས་སྒྲ་ཆེན་པོའི་གོ་འཕང་རྫོགས་རང་རྒྱལ་སྒྲ་ཆེན་པོའི་གོ་འཕང་རྫོགས་ཐོབ་པ་ལ་ཡིན་ན་སངས་རྒྱས་ཀྱི་གོ་འཕང་ཐོབ་པ་མ་ལགས། དེ་ཐེག་ཆེན་སུ་གྱུར་པ་འབྱུང་པོ་བ་དག་ནི་མིན་ན། དེ་ལྟོས་ལ་ལངས་ཏེ་ང་དང་སྡོམ་པ་ཚུལ་བཞིན་དུ་ཞུགས་ན། དེ་ནས་ཐར་པ་ཙམ་མ་ཟད་སེམས་ཅན་ཚང་མའི་དོན་བསྒྲུབ་ཅིག་པའི་སངས་རྒྱས་གོ་འཕང་ཐོབ་པ་ལགས། འོ་དེ་ཚོ་ཁྱེད་ཚོ་ང་འདུལ་བ་དེ་ངས་དེ་ཉིད་ནས་ཉུང་ནས་བཞུགས་མཁན་ཚང་མས་ཐུགས་ཀྱི་ལ་དྭགས་དང་འདོར་བ་རྫོགས་དོགས་ས་ནོ། དེ་འོ་ད་ང་དང་བཞུགས་སྐབས་ཡང་ལབ་དེ་བཞུགས་དེ་ན་ལ།

གང་གིས་ཟེར་ན་དགའ་བས་ཀྱང་སུ་ཞིག་གིས་ཀྱང་དོ་བདག་སེང་གེ་བཅོམ་ལྡན་འདས་ཞེས་ཐུགས་བརྩེ་ངེར་བཟུང་ནས་ཐུགས་ཀྱི་ལ་ཐུགས་བརྩེ་བ་སྙིང་རྗེ་ཆེན་པོ་དཔལ་དུ་གཟོད་བླ་མེད་པའི་ཡོད་པ་དང་དེ་ཡི་ཀུན་ནས་བསླངས་ཏེ། དེ་ནས་ཟླ་བ་ཐམས་ཅད་སྤངས་པའི་ཕྱིར་ཟླ་བ་ལྔ་པ་ཚང་མ་སྤངས་ཚེ་ཚུལ་ཁྲིམས་ཡར་བརྩེགས་ན་ཟླ་བ་ལྔ་པ་བྱས་ན་བདག་ཏུ་ལྟ་བ་དེ་ནི་བདེན་པར་ལྟ་བ།

ནག་པའི་རྒྱལ་སྒོ་ཤོག་གྲངས་བརྒྱད་ཅུ་གྱ་བདུན་པའི་སོ་སོ་མ་གཏོགས་ཧ་བོ་ཆ་ཏོག་ཏོག་ཆ་ཏོག་པ། མུ་ནེ་མུ་ནེ་ཟེར་ནས་ཅི་ཧ་བོ་ཇི་ལྟར་མུ་ནེ་ཟེར་ན་ཐུབ་པ་ཇི་ནོག་ཡ། ཐུབ་པ་ཟེར་ན་ཏོ་ལུས་ངག་ཡིད་གསུམ་གྱི་ཉེས་སྤྱོད་སྡོམ་ཐུབ་པས་ན་ཐུབ་པ་ཟེར་ནོ་ཐུབ་པ་ད་ཧིན་དུའི་ནང་མང་པོ་ཨ་ར་མུ་ནེ་ཟེར་ཟེར་འདྲ་ཟིན་ཀྱང་ཀ་པིལ་མུ་ནེ་ཟེར་ཏོག་དེ་ནི་ཨགས་པར་མུ་ནེ་ཟེར་ཏོག་ཧིན་དུའི་ནི་ར་མ་མང་པོ་ཨ་ར།

ཁོལ་དུ་མཁའ་འགྲོའི་མང་པས་བསྐོར་བ་དང་ཁོལ་འཁོར་ལ་དེ་ནས་མཁའ་འགྲོ་དང་དཔའ་བོ་དང་མཁའ་འགྲོའི་མང་པས་བསྐོར་ཏེ་བསྐྱལ་ནོ། ཁྱེད་ཀྱིས་རྗེས་སུ་བདག་སྒྲུབ་བྱའོ་སྟ་གོན་རིན་པོ་ཆེ་བཀའ་གཙུག་ཏེ་འགྲོའི་གཏོར་མཛད། བཀའ་གཙུག་སེམས་དཔའི་གཏོར་མཛད་དེ་གཙོ་ཆེར་བྱེད་པའི་སྔགས་དེ་ནི། གུ་རུ་རིན་པོ་ཆེའི་བྱིན་ཉན་རང་སྣང་ཅན་བཅུ་གཉིས་བསྒྲགས། དཔལ་གསུམ་པ་དང་བྱིན་གྱིས་རླབས་ཀྱིས་གཤེགས་སུ་གསོལ་དེ་ནི་ངའི་བསམ་པ་བང་དེ་ནི་པདྨ་མཐུ་དང་ནུས་པ་ཅན་དང་དེའི་བསམ་པ་དེ་བཟང་པོ་དང་དེ་གཙོ་གྱུར་ཅིག་བཅུ་གཉིས་ལྔའི་ཁང་པ་བཞི་ལ་བསྒྲགས།

དངོས་གྲུབ་ཀུན་བདག་བདེ་བ་ཅན་པའི་དངོས་གྲུབ་ཅེས་ན་བདག་བསྐྱེད་ཀྱི་དངོས་གྲུབ་དང་ཐུན་མོང་གི་དངོས་གྲུབ། དེ་ཚང་མའི་བདག་ཉིད་དེ་ཚང་མ་ས་ལ་བཙལ་བསྟན་ནོ། དེ་ནི་གུ་རུ་རིན་པོ་ཆེ་བདེ་བ་ཆེན་པོས་བཞེད་པ་ཡིན་ནོ། བག་ཆགས་ཀུན་སེལ་བདག་དང་ཆོས་ཉམས་ལེན་བྱ་ནུས་པ་ནི། ཕྱི་ཡི་བག་ཆགས་ནང་གི་བག་ཆགས་གསང་བའི་བག་ཆགས་ས་ལ་བཙལ་བསྟན་ནོ། གུ་རུ་རིན་པོ་ཆེ་ནི་བག་ཆགས་ཀུན་སེལ། བདུད་འདུལ་དྲག་པོ་ཛཱ་ལ་ཅང་ཏན་ལྷག་པར་བསྟན། གཏམ་དཔག་དང་འགྲོ་བ་ལ་གནོད་བསྐལ་ནི